གོང་ས་མཆོག་ནས་སྦྱར་རྩོམ་གནང་བཞིན་པའི་དེབ་འདི Voice for the Voiceless ཟེར་གྱི་ཐོན་ཤག་འདི་ངེས་པར་དུ་ནང་རེ་རེ་ལ་དེབ་རེ་རེ་ཨ་ཅང་ཅང་རབ་ཏུ་བྱུང་ན་དེབ་གཉིས་གསུམ་གཞན་ལ་བསྙེན་པ་སྤྲད་ཡག་ལ་ཟེར་རོ་ན་བྱེད་ཞོལ་འདི་ཡིན་གང་ཟེར་ན་ད་གོང་ས་མཆོག་ནས་བོད་དོན་འདི་གསལ་ཡག་ཆེད་དུ་དགོངས་པ་ག་འདྲེ་བཞེས་ཡོད་རེད་འབད་བརྩོན་ག་རེ་གནང་ཡོད་རེད་ཆ་ཚང་འདི་ན་བཀོད་གནང་བཞག་ད་དེ་དངོས་གནས་རང་ལོ་རྒྱུས་ཐོག་ནས་དཔེ་མཁས་ཆེན་པོ་ཞིག་ཏག་རེད་བཞག་དེ་ཡང་ནི་ང་རང་ཚོ་ནང་མི་ཚང་མས་གི་དེབ་འདི་ཀློག་གནང་ཡང་སྤུ་གུ་ཚུར་ལ་ཡ་བསླབ་ཡ་རབ་ཏུ་བྱུང་ན་ཨ་ནི་སོ་སོ་གྲོགས་པོ་གྲོགས་མོ་མོ་ཞིང་པ་ཚང་མ་ལ་དེབ་འདི་ཕུལ་བ་ཡིན་ན་བོད་དོན་ཐོག་ནས་ཁྱབ་བསྒྲགས་དང་གོ་རྟོགས་དང་རྒྱབ་སྐྱོར་ཤུགས་ཆེན་པོ་རག་ཡ་གི་རེ་བ་ཆེན་པོ་ཞིག་ཏག་འདུག་ནན་ཏན་ཐོག་ནས་བསྐྱར་དུ་ཡིན་ཅི་མིན་ཅི་ཟེར་རོགས་གནང་ཞེས་ཞུ་ཡ་འདི་ཡིན། རྣམ་པ་ཚང་རོལ་ཏྲ་སི་ལེད་ད་ང་ད་ལྟ་རང་ནང་ལེ་ཚ་ཟིན་རོ། ག་ཡིས་ཏེ་དགོང་མོ་ཉིས་རྩ་བདུན་རེ་ཤི་ར་ང་ཚོ་སུའི་སི་རེང། ཀན་སུ་ད་བ། ང་ཚོ་ཧོ་ཤིང་གི་ཡོ་ཨ། ང་ཚོ་གྲོང་པ་ཁེམ་ཙེ་རི་ད། ད་ལེ་ཨ་གལ་ཆེན་པོ་དེ་ག་རེ་ཡིན་པ་རྣམ་པ་ཚོ་ལ་བསྟན་གི་བསྟན་གི་བྱེད་ཀྱི་ཡིན་ད།

གཅིག་ག་རེ་ལ་ངེས་འགྲོ་ཟེར་ལབ་པ་ཡིན་ན་ད་རེས་ང་རང་ཚོ་བོད་མི་ཡོད་དོ་ཅོག་གིས་ནི་ལས་ཀ་འདི་དངོས་གནས་གསུམ། ཚང་མས་ཀྱིས་བྱེད་དགོས་ཀྱི་རེད་བསམ་གྱི་འདུག་ང་རང་ཚོ་བོད་མི་ས་གནས་ག་བ་ལ་བཞུགས་ཡོད་པ་ཡིན་ན་ད་ལས་ངེས་ཀྱི་ལས་ཀ་ག་རེ་བྱེད་ཁར་འགྲོ་གི་ཡོད་པ་དེ་རྣམ་པ་ཚོ་ཆ་ཚང་གིས་འདི་བྱེད་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་སོང་ཙང་ད་ལས་ངེས་ཀྱི་བརྙན་ཐུང་དེ་རྣམ་པ་ཚོ་སྒོ་ནས་བཞུགས་པར་བལྟ་རོགས་གནང་རོགས། ང་ད་ལྟ་ངེས་ཀྱི་དེ་བསྟན་འཛིན་ཟླ་བ་མཉམ་དུ་ཁྲིད་འགྲོ་གི་ཡོད། ཨ་ནི། སྐྱིད་མའི་ལས་ཀ་ཡིན་ཨ་ནི་བསྟན་འཛིན་གསལ་སྒྲོན་ད་ལྟ་སློབ་གྲྭར་འགྲོ་ཚར་རེད།

ང་ཚོ་ད་ལྟ་འདི་ངེད་ཀྱི་ད་ལྟ་ལས་ཀ་གལ་ཆེན་པོ་བྱེད་ས་འདི་ས་ཆ་ཁག་གསུམ་ལ་ཡོད་རེད་གཅིག་སུད་ཀྱི་ས་ནས་སྦག་སལ་གྱི་རི་ཏི་སེ་བབས་ཚུལ་ལ་གཅིག་ཡོད་རེད་གཅིག་ཡང་ཏོག་ཕ་གའི་རྒྱལ་ས་ཀྱི་དེ་ལ་ཡང་ཁག་གཉིས་སུ་ཡོད་རེད་འོ་འདི་ཨེ་ངའི་རྣམ་པ་ཚོར་བསྟན་ཤེས་གོ་ད་འདི་ང་ཚོ་འདིར་ད་ས་གནས་སྦག་སལ་གྱི་ང་ཚོ་ཏྲེན་དགུ་ས་ཆེ་ཤོས་འདིར་ད་འདི།

ཐག་ཉེ་ཤོས་དེ་ལ་དང་པོ་འགྲོ་ཡིན་པ་མེད་སྐོར་བབས་ཚུལ་དེ་ལ། དེ་ལ་དུ་བའི་དུ། ཡིན་ན་འདི་ཨིན་ཇི་ནལ་མི་འདུག་འདི་ཇར་མན་ནལ་འདུག་བ། ཨེ་ངེད་ཀྱིས་ཏེས་ཨིན་ཇི་ནལ་ཡོད་ན་ཏེས་ཡག་ག་ཡོད་རེད་བསམས་སོ། སོང་ཙང་ཏེས་གོ་སླ་ག་ཡོད་རེད་བསམས་སོང། ཨ་ནི། ཕ་སྐད་ལ་མ་རབས་ཙམ་པ་ལ་འདིའི་རྗེས་ལ་ང་རང་འདུག་ས་ཕ་སྐད་རྒྱ་ས་ལ་ཕྱིན་ཡིན་པ་རྒྱ་ས་ལ་འགྲོ་ཚུལ་ཙམ་པ་ལ་ཨེ་ནི་རྒྱ་ས་ལ་ད་ལྟ། ཡང་དེབ་ཉོ་ས། ཁག་ཆེན་པོ་བྱོས་རེད་ཨེ་ནི་དེ་ལ་འགྲོ་ནས་ཨེ་ནི་ཕ་སྐད་ལ་ང་ཏག་ཏག་ཁོ་རང་ནི་འདི་ཨིན་ཇི་ནལ་ནས་འདི་རགས་སོ་བ། སྤྱི་བཏང་ནས་དེབ་དེ་གི་ནང་དོན་ག་རེ་གསུངས་ཡོད་མེད་དེ་ད་མ་ཞུ་དངོས་ལ་ཡ། ངས་དེ་གི་ལ་ཉིག་བྲོ་ཟེར་ག་ཚོན་ད་ང་རང་ཚོ་གཞི་རིམ་སླབ་གྲ་ལ་ད་ད་བུ། གཞི་རིམ་སླབ་གྲ་འགྲོ་ཉུང་ངེས་དེ་འདྲ་ཡིན་ན་ད་ཕལ་ཆེན་མང་ཆེས་གི་མཁྱེན་གི་རེད་ང་རང་ཚོ་འཛིན་གྲ་དགུ་བ་ནང་ལ་ཡ་ད་ད་བལ་གི་ད་ད་དེབ་ཅིག་ཡོད་རེད་ངོས་དགུ་ཡུལ་དང་ངོས་གི་མི་མང་ལ་ཡ་ཅིག་གོང་ས་མཆོག་གི་ཨ་འདི་ནང་ལ་ཡ་ད་ད་གོང་ས་མཆོག་གི་བོད་ནས་ཡ་དུས་ག་འདྲས་ཕེབས་ཡོད་བ་ད་བོད་ནས་རྒྱ་གར་ལ་ག་འདྲས་སུ་ཕེབས་ཡོད་བ་ད་དེ་འདྲས་གི་ཨ་ནི། བརྙན་པར་མང་པོ་ཞིབ་ཏུ་འབྲི་ཡོད། འདི་ཚོ་ཆ་ཚང་འདྲ་བོ་ཞིག་འདི་ན་ལ་འདུག་ལ་ནི་ཞུ་ཡས་ཡིན། ངེད་ཀྱིས་དམིགས་བསལ་གྱི་འདི་དོ་སྣང་བྱུང་སོང། དཔེར་ན་གནའ་མོ་ཚོ་སྡེ་བསིལ་བ་ཡིན་ནར་བ། ཁོང་ཚོ་ཕྱོགས་ཀྱི་ནང་མི་གང་ཟག་བྱས་ར་བ་དེ་གནའ་མོ་ཚོ་སྡེ་བསིལ་དར་བ། དེ་ནི་མ་ད་ད་ད་དེ། བརྙན་པར་མང་པོ་ཞིག་ཏུ་འདི་ཚོ་ཆ་ཚང་འདྲ་བོ་ཞིག་ད་ད་རྒྱལ་སྲིད་ད་ཕ་གའི་གཞི་རིམ་བླ་བྲ་ལ་ང་ཚོ་གི་འདི། ངོས་ཀྱི་ཡུལ་དང་ངོས་ཀྱི་མི་མང་ལ་ཡི་ཁོང་ཚོ་ཕྱོགས་ཀྱི་མཛད་རྣམ་འདི་ཀློག་མྱོང་ངེས་ཡིན་ན། འདི་ཕལ་ཆེན་མཁྱེན་གྱི་ར་འདི་ན་ལ ྋགོང་ས་མཆོག་བོད་ནས་འདུག་སྨྲ་ག་འདྲེ་རྒྱ་གར་ནང་ཕེབས་དུས་ཙམ་པ་ལ་ཡ་ཨ་འདི་ཚོ་ཆ་ཚང་འདྲ་བོ་ཞིག་དེ་ནང་ལ་བསྡད་འདུག་སྟེ་ཚིག་དང་རྣམ་པ་ཚོ་སྟེ། ཨ་ནི་ཕ་གའི་མུ་སུ་མ་རི་དག་འདི་ཡོན་ཡོན་སྡེ་བ་ལ་ལམ་སོ་བརྒྱུད་ནས་བསྡད་བྱས་ནས་དེ་བ་གའི་འདི་ཚོ་གའི་པར་མང་པོ་འདུག་ཨ་ནི་ཐ་མག་འདུག་ཕ་དཱ་ལོ་ཧོ་ཛི་ལ་ཕེབས་མ་སུ་མ་སུ་རི་དང་དཱ་ལོ་ཧོ་ཛི་ལ་ཕེབས་བྱས་ནས་ཨིནྡ་ར་གང་དྷི་དག་སྟེ། རྗེས་དྲན་གནང་བྱས་བྱས་ནས་ནི་ཕ་གའི་ལ་ལམ་སོ་རྒྱུས་བྱས་ཨེ་འདུག་ག་ལི་ག་ལི་བོད་པའི་གི་གཞིས་ཆགས་ཁག་དེ་འགོ་འཛུགས་གནང་ཡས་དང་ནི་སློབ་གྲྭ་བརྒྱབ་གནང་ཡས་དང་དེ་འདྲས་གི་བརྙན་པར་དེ་ཚོ་ཆ་ཚང་གཅིག་པ་གཅིག་རྐྱང་དེ་ལ་དེ་ནང་ལ་འཁོད་ཤག་ནང་པོ་ཚོ་དེ་དེ་སི་དར་བ་དེ་དེ་དེ་དེ་ཚོ་ཆ་ཚང་འདྲ་བོ་ཅིག་དངོས་གནས་པར་དེ་རང་འཇགས་བཞག་ཤག་དེ་དཔེ་ཡག་པོ་རེད་བསམ་གི་འདུག་ང་རང་གི་རོ་བརྙན་པར་དེ་ཚོ་དངོས་གནས་ད་ལུས་རྒྱུས་ནང་ལ་དངོས་གནས་དཔེ་རྩ་ཆེན་པོ་ཆགས་བསྡད་ཡོད་རེད་ང་རང་ཚོ། དེ་ཅིག་བཞུགས་བསམས་སོ། ང་རང་འདྲ་བོ་ཡིན་ན་སྤྱི་བཏང་ནས་དེབ་གློ་བའི་སྙེ་མ་ནས་དགའ་བོ་བཞུགས་ཡོད། ཡིན་ན་ད་ཕྱིས་སུ་སོ་སོ་རང་རང་མེད་དུ་བརྩམས་པ་ལས་ཅིག་ནང་མི་ཆ་པུ་གུ་ཆག་བྱེད་དུ་བརྩམས་པ་ལས་ནི་དུས་ཚོད་ཀྱི་དེ་ཁག་པོ་ཡོད་དུ་བརྩམས་པ་ལས་ཡ་ནི་ཅིག་གི་སྙེ་མ་ན་ཞིག་ཅིག་དེབ་གློ་བའི་དེ་ཞི་རག་ཞི་རག་ཡོད་ངོ་མི་འདུག་ཡིན་ན་ཡང་ད་ལྟ་ང་རང་གུང་གསེ་ཡོད་ར་བ་གུང་གསེ་པ་ར་ལས་ནི་ང་རང་དངོས་གནས་ཚར་གཅིག་ངས་དེ་ཀློག་ཐུབ་པ་བྱེད་ཡན་ཡིན་ལ་ནི་ཞུ་ཡན་ཡིན། རྣམ་པ་སོ་ལ་ག་རེ་བཞུགས་བསམས་ལ་ན་ད་དམིགས་བསལ་གྱི། དེབ་དེའི་ནང་ལོགས་ལ་ནང་དོན་རོ་ག་རེ་གསུངས་ཡོད་ལབ་བ་ཡིན་ན་གཅིག་གི། གོང་ས་མཆོག་གིས་བོད་དོན་གྱི་དཀའ་རྙོག་སེལ་ཡའི་ཆེད་དུ་ལ་ཡ། ཨ་ནི། དགོངས་པ་ག་འདྲེ་བཞེས་ཡོད་པ་དང། ཨ་ནི། ལྷག་པར་དུ་ཨ་ནི་འདི་ཐོག་ལ་འབད་བརྩོན་ག་རེ་ག་རེ་གནང་ཡོད་བ་དང། ལུ་གུའི་ཐོག་ནས་ཡིན་ན་ད་འདི་དེབ་འདི་དངོས་གནས་གསུམ་དཔེ་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་ང་རང་ཚོ་མི་རབས་གཞོན་པ་འདི་ཚོ་ལ། མི་རབས་རྒན་པ་ད་མང་པོ་ཅིག་ད་ད་སྙན་མག་གི་ལོ་རྒྱུས་འདི་ཚོ་དངོས་གནས་ཅིག་ཐེ་མགོ་རེད་ཡིན་ནའང་མི་རབས་གཞོན་པ་ཚོ་ལ་ང་རང་ཚོ་གི་དེབ་དེ་དངོས་གནས་ལོ་རྒྱུས་ནང་ལ་འཁོད་དགོས་ཡག་དེ་འདྲ་ཆགས་བསྡད་ཡོད་རེད་ལ་ནི་ཞུ་ཡག་ཡིན་སོང་ཙང། རབ་སོང་བྱུང་ན་ད་ཅིག་ང་རང་ཚོ། ནང་མི་རེ་རེ་ནས་ཨ་ནི་ཅིག་ཅིག་རྣམ་པ་ཚོ་བླུ་ཐུབ་བ་ཡིན་ན་ཨ་ནི་དཔེ་ཐུག་མཁན་སོས་པ་ཡོང་གི་ལ་ནི་ཞུ་ཡག་ཡིན་ཨ་ནི་ལྷག་པར་དུ་ཅིག་སོ་སོ་ནང་ལ་ཡང་ཅིག་གི། ལོ་ན་ཆུང་བ་ད་སྤུ་གུ་ཆུན་ཆུན་དེ་འདྲ་ཡིན་ན་འགོ་ཚུགས་གི་མ་རེད་བ་ཨ་ནི་ཅིག་སོ་སོ་ཡང་སྤུ་གུ། ད་ང་ཚོ་དབྱིན་ཇི་སྐད་དང་མ་སོ་ཐྲིས་ནེ་ཇི་ལ་གི་རེད་བ། ཨ་ནི་སྤུ་གུ་ལོ་བཅུ་བདུན་བཅོ་བརྒྱད་བཅུ་དགུ་ཉི་ཤུ། གནམ་པོ་ཚོ་ཁོ་ནང་ཚོ་ལ་ཡང་གཅིག་ནང་མི་ཚོ་ནས་ཡང་གཅིག། དངོས་གནས། ཡག་པོ་ཨིན་གཅིག་གི་གནས་ཚད་ཁྱེད་ངས་དེ་འདྲ་ཡོད་པ་ཡིན་ན་ཁོང་ཚོ་ལ་མ་ཏིས་འགྲེལ་བཤད་སྐྱོན་ཡན་འདྲ་འུ་ད། དེ་འདྲས་གནང་ཐུབ་བ་ཡིན་ན་ཨ་ནི་གཅིག་གི་བག་ཆགས་དང་མ་སོ་ན་ཁོ་རང་ཚོ་གི་ཨམ་ཅོ་ལ་ལྷང་ལྷང་སྦྱར་བསྡད་སོ་ན་ཇོ་མ་ཁོ་རང་ཚོ་མི་ཚེ་ནང་ལ་ཡང་གཅིག། དེ་འདྲས་གཅིག་སོ་སོ་ཕ་མེས་ཀི་གསུངས་སོ་ཨ་ལ་ནས་གཅིག། བག་ཆགས་བཟང་པོ་ཞིག་བསྡད་བསྡད་དུ་བརྩམས་པ་ལ་ག་འདྲས་ཡིན་ན་གཅིག་མི་རིགས་གཞན་བག་གི་སྤུ་གུ་དང་མ་འདྲ་གཅིག། ཨ་ནི། ཡོང་གི་རེད་བསམ་གྱི་འདུག་ང་རང་གི་རེ་བ། ཨ་ནི་ལྷག་པར་དུ་གཅིག་གིས་སོ་སོ་གི་གྲོགས་པོ་གྲོགས་མོ་དེ་འདྲ་ཡིན་ན་རེད་ད་སོ་སོ་གྲོགས་པོ་གྲོགས་མོ་སོ་སོ་གི་མི་རིགས་གཅིག་པ་ཡིན་ན་རེད་ཡང་དེ་མ་ཡིན་པའི་གི་ཡང་མི་རིགས་གཞན་པ་དེ་འདྲ་ཡིན་པ་ཡིན་ན་རེད་ཁོ་རང་ཚོ་ལ་ཡང་དེ་འདྲའི་ཨ་ནི་གཅིག་གི་ཕྱག་རྟགས་དེ་འདྲ་ཕུལ་ཐུབ་པ་ཡིན་ན་ཨ་ནི་གཅིག་གི་བོད་དོན་ཐོག་ལ་རྒྱབ་སྐྱོར་དང་ཨ་ནི་ཁྱབ་བསྒྲགས་འགྲོ་ཡས་དང་ཨ་ནི་གོ་རྟོགས། ལ་སོགས་པ་ནི་ཤུགས་ཆེན་པོ་ར་ཧའི་རྒྱས་ནི་རེ་བ་འདུག་ལ་ནི་ཞུ་བས་ཡིན་ད་འདི་ངེད་ཀྱི་གཅིག་པུ་མ་རེད་ད་འདའ་ང་རང་ཚོ་གི་སྲིད་ཟུར་སྲིད་ཟུར་གྱི་ཡང་འདའ་ནི་དེབ་འདི་སྐོར་ལ་ཡང་ཁོ་རང་གི་ནི་སྲིད་ཟུར་གྱི་ཡང་འདའ་བཀའ་སློབ་ཅིག་གསུངས་ཡོད་རེད་ཨ་འདི་ཡས་ངས་ད་འདའ་ངའི་རྣམ་པ་ཚོ་འདི་གཤམ་ལ་བཞག་གི་ཡིན་ཨ་འདའི་ཁྱུག་སྲིད་དར་བ། To all the Tibetans and their friends, I urge you,

འཕེལ་འགྲོ་དགོས་བ་རེད། ནི་གལ་ཆེ་ཤོས་དེ་ནི་གོང་ས་མཆོག་གི་བཀའ་ལ་བརྩི་དགོས་ཡ་ད། ལྷག་པར་དུ་ནི་གཅིག་གོང་གི། ག་རིགས་གསུངས་ཡོད་བ་དེ་གསུང་འཕྲིན་དེ་ལ་དངོས་གནས་གསུམ་སོ་སོ་གི་བེད་ཁོ་རང། ནི་ཤར་བསྐྱོད་བྱེད་ནས་དེ་ཐོག་ལ་ནི་ལག་ལེན་བསྟར་ཐུབ་ན་དཔེ་ཡག་པོ་འོས་རེད་བསམ་གི་འདུག་གཞན་སྤྱི་ཚོགས་ནང་ལོག་ལ་ད་དེང་སང་གཅིག། སྤྱི་ཚོགས་དེ་འཁྲུག་ཆ་དོད་པོ་ཡོད་དུས་ཙམ་པ་ལ་ཡང་ནི་གཅིག་གི་དཀའ་ངལ་མང་པོ་ཞི་བ་གཅིག་ཆགས་དེ་དགོས་རེད་གང་ཞིག་ཟེར་ན་སྤྱི་ཚོགས་ནང་ལོགས་ལས་ང་རང་ཚོ་སློབ་སྦྱོང་ཡོད་ངེས་དང་མེད་ངེས་དང་ཨ་ནི་གཅིག་བག་ཚ་ལ་ཁ་བདེ་ངེས་དང་དེ་འདྲའི་མང་པོ་ཡོད་དུས་ཙམ་པ་ལ་ཡང་ནི་གཅིག་གི་ཨ་ནི་གཅིག་གི་གནས་ཚུལ་དེ་རབ་དང་རིམ་པ་ཡག་པོ་གཅིག་སྨྲ་ཤེས་འདུག་ཙམ་པ་ལ་ཡང་ཨ་ནི་མི་མང་མང་པོ་གཅིག་ཨ་ནི་གཅིག་པད་ཁོ་རང་རྣ་བ་འཁྲུལ་བྱས་ནས་ཨ་ནི་གཅིག་གི་གོམ་པ་ནོར་སྐྱོག་སྤོས་འོས་དེ་འདྲའི་གི་ཉེན་ཁ་དཔེ་ཆེན་པོ་ཡོད་ཙང་ཨ་ནི་ད་ལན་རྣམ་པ་ཚོ་ལ་མཇུག་བསྡོམས་དེ་བདག་རང་ཞུ་ཡས་ཡིན་ང་རང་ཚོ་བོད་རིགས་སྤུན་ཟླ་ནི་ཆོལ་ཁ་གསུམ་དེ་དབུ་སྣེ་གསུམ་གཅིག་གི། རྡོག་རྩ་གཅིག་སྒྲིལ། ཕྱར་གྲུ་མཉམ་འདེགས་ཨ་ནི་གཅིག་ཕྱར་བ་གྲོ་སྟོད་ངོས་ནས་ཕྱག་ལས་ག་རེ་གནང་བ་ཡིན་ནའི་ཨ་ནི་གཅིག་གི། བཟང་ཕྱོགས་ཐོས་ནས་ཨ་ནི་གཅིག་གི། ཡིད་ལུས་ཚད་ལྡན་ངོས་ནས་ཨ་ནི་གཅིག་གི། འཆམ་མཐུན་ཐོག་ནས་ཨ་ནི་གནང་རོགས་གནང་ཨ་ལ་ནི་འབུལ་བསྐུལ་དག་ག་རང་ཞུ་ཡས་ཡིན་ད་དོན་ཨེ་ནི་རྒྱལ་བ་དོན་གྱི་བདག་པོ་ཐམས་ཅད་མཁྱེན་པ་གཟིགས་པ་ཆེན་པོ་མཆོག་སྐུ་ཚེ་ཡུན་རིང་གནས་པ་དང་བོད་དོན་བདེན་མཐའ་མྱུར་དུ་ཐོབ་པའི་སྨོན་འདུན་དང་བཅས་ད་རིང་གི་བརྙན་ཐུང་དེ་ང་ད་ག་རང་འཚམས་བཞག་ཡིན་བརྙན་ཐུང་རྗེས་མ་ལ་མཇལ་ཡོང་དུ་ཆེ་ན།